ད། ཆོས་ཡོངས་སུ་མི་ཚོར་བྱ་བྱ་ཡིས་བྱེད་ཀྱི་མི་འདུག་ད་གཙོ་བོ་ང་རང་ཚོ་རང་གི་མི། ཀུན་འདུག་ལྷ་དང་ཧྲོ་མ་ལགས་ཞེ་དྲག་ཡིས་ཅི་བཤད་ཡོད་མ་རེད་གསུང་གི་གསུང་གི་ལ་ནན་ཆུང་སྐུ་བསྟན་འདི་ག་དེ་ཡིན་པ་ཡིན་ན་བོད་པའི་ཆབ་སྲིད་ནག་པོ་ནོར་ལ་འཛུལ་ནས་བོད་པ་དེ་ཚོས་གཏོར་གི་འདུག་བ།

བཅས་ཚོགས་མགོ་ནས་སྐུ་མདུན་གསལ་བོ་གསུང་གི་འགྲོ་བ་ཞབས་བརྟན་ག་ཚོད་འདོམས་པ་ཡིན་ན་ཡང་རྒྱལ་ཁབ་བཅུ་བས་ལ་ཕན་ཐོག་མེད་པ་རྒྱལ་ཁབ་ཧྲོང་བཅུ་ཞེས་ལ་ཕན་ཐོག་མེད་པ་དེ་གསལ་བོ་ཆགས་སོང། མ་ཡོང་གོང་ལ་ང་ཚོ་ཞབས་བརྟན་ཞེ་བོ་ཞིག་ཚོགས་པ་ཡིན། ག་གེ་ཕན་མ་སོང། དེ་ཙམ་སུ་མ་ཚད། སྤོབས་པ་ངེས་མའང་རང་བཙན་མ་ཤོར་བའི་སྔོན་འགྲོ་ལ་ཡིན་པ་ཡིན་ན་ལྷ་དང་གྲོག་མ་དེ་ཚོས་ལོང་བསྟན་བྱས་ནས་གུས་པ་ད་ང་ཚོ་རང་བཙན་ཤོར་གི་འདུག་རྒྱལ་ཁབ་ལ་ཉེན་ཁ་འདུག་དེ་འདྲ་ཡིན་པ་སོང་ཙང་ཕྱི་ལོག་ལ་ཡིན་གཅིག་མིན་གཅིག་གི་འབྲེལ་བ་བྱ་དགོས་ཀྱི་འདུག་ཟེར་ནས་གུས་པ་དེ་འདྲ་གི་བཀའ་སློབ་གནང་ཡོད་པ་ཡིན་ན། ང་ཚོ་རེ་བ་ཡོད་པ་གི་འདི་ག་སོང་གི་འདུག་ཡིན་པ་ཡིན་ནའང་ལྷ་དང་གྲོག་མ་གི་དེ་འདྲ་གི་བཀའ་སློབ་བཀའ་དགོངས་གཅིག་གནང་གི་ཡོད་མ་རེད། སྐབས་རེ་དེ་རིང་གི་ཆོས་སྐྱོང་ཚོས་ལུང་བསྟན་རུ་སུ་ཁྲེ་རེ་ལྔ་ས་ས་ནས་ཅིག་འཛམ་བུ་ལ་ཕྱི་ལོག་ལ་འབྲེལ་བ་ཆགས་པར་ཟེར་ནས་ཅིག་གསུངས་དགོས་རེད་དེ། དེའི་གསུང་ངེས་ཚད་བྱུང་མི་འདུག་ཨ་ཕྲ། བྱས་ཙང། བོད་པ་ཕྱི་ལོག་ལ་འབྲེལ་བ་ཤེས་དགོས་རེད་རྒྱལ་ཁབ་གཞན་པ་ལ་འབྲེལ་བ་བརྩི་དགོས་རེད་ཟེར་ནས་དེ་འདྲ་གསུང་མཁན་གྱི་སྐུ་རྟེན་དང་ལྷ་དང་ཧྲོ་མ་སུ་གཅིག་ཀྱང་ཤོང་མི་འགྲོ་བ་དེ་འདྲ་ཡིན་པ་སོང་ཙང་ང་ཚོ་རྒྱལ་ཁབ་སྤྱི་བར་དབང། གུ་གྱོག་མི་རྒྱབ་པ་བྱས། སྔར་ལམ་སེང་ཁོ་རེ་དེ་ནི་དུ་ཞིག་ལ་མེད་པ་ཅིག་གང་འདུག་སུ་དང་བས་ང་ཚོ་ཕྱིན་བསྡད་པ་འདི་གིས་ད་ང་ཚོ་ལུང་པ་ཞོག་ཐབས་སྐྱོ་པོ་འདི་བྱུང་བ་རེད། ལྷ་དང་ཧྲོ་མ་ཀྱང་ཀྱང་ལ་ཡིད་ཆེས་བྱེད་ནས་གི་མི་ལེ་བར་དེ་བེད་སྤྱོད་མ་བཏང་པའི་དབང་གིས་ང་ཚོ་རྒྱལ་ཁབ་དུ་སྐྱེས་བ་རེད་དེ་འདྲ་ཡིན་པ་སོང་ཙང་སྐུ་མདུན་དབོན་ད་ལྟ། ཉི་མ་ལོ་རྒྱུས་ཀྱི་ཉམས་མྱོང་ལོགས་ནས་ཀྱི་ལྷ་དང་ཧྲོ་མ་ལ་ཡིད་ཆེས་བྱེད་ཡ་མི་འདུག། མི་སོ་སོ་གི་ལས་པ་དེ་བེད་སྤྱོད་གཏོང་གི་འདུག་ཟེར་ནས་ཀྱི་ཀི་འདུག་གསུང་གི་ཡོད་རེད་གསུང་པ་གི་དཔང་རྟགས་འདི་རེད།
བྱས་ཙང་ས་དེ་འདྲ་ཡིན་དུས་ང་རང་ཚོ་མི་རང་གི་གུ་གྱོག་མ་སྐྱེས་པ་བྱས། སྔར་ལམ་སེང་ཁོ་ར་དེ་ཨེ་ནི་འདུག་ཞབས་མེད་པ་ཅི་གང་འདུག་ཟེར། ད་ང་ཚོ་ཕྱིན་བསྡད་པ་འདི་གིས་ད་ང་ཚོ་ལུང་པ་ཞོག་ཐབས་སྐྱོ་པོ་དེ་བྱུང་བ་རེད།

གནས་ཆུང་སྐུ་རྟེན་ཡིན་པ་ཡིན་ན་རྒྱལ་དབང་སྐུ་རྟེན་གཅིག་ཟིན་པ་ཀྲུང་ཧྭ་གི་ནག་ཉེས་ཅན་གྱི་སྐུ་རྟེན་གཅིག་རེད་ཟེར་ནས་ཞྭ་སྒམ་པ་ཡིན་པ་ཡིན་ནའོ་སྲས་བོ་དགོངས་ནས་གསུང་གི་འདུག་བ། ཡང་དག་ལུང་རིན་པོ་ཞོ་ནང་བྱེད་ཨ་ནེ་བ་ད་ཆོས་ཆུང་གིས་འདི་བྷི་བྷི་རི་སི་བ་རེད། སུ་མེད་བྷི་བྷི་རི་སི་རྗེས་མ་ཁ་མདོག་འདི་ལས་ཀྱི་བྱུང་བྱས་ཨ་ནེ་དགོངས་པ་རྫོགས་བ་རེད། དེ་འདྲ་ཡིན་པ་སོང་ཙང་གནས་ཆུང་སྐུ་རྟེན་ཟེར་ཡ་དེ་རྒྱལ་དབང་སྐུ་འདྲ་སྐྱིད་སེམས་དཔའ་སྐུ་མ་གྲོངས་བ་ངུ་འདུག་བ་ལ་ཡིན་པ་ནི་གཡོག་འདུག་གཡོག་འདུག། རྒྱལ་དབང་སྐུ་འདྲ་སྐྱིད་སེམས་དཔའ་གི་འདུག་ལ་བསྐྱར་སྐྱིད་འདུག་བ་དེ་ཙམ་ཟེར་མ་ཟད་མེད། འདི་འདྲ་ཁྱོད་ནི་ཡག་པོ་ཡོད་རེད་ཟེར་ནས་གི་གི་དཔེ་དེ། ངུ་ནི་གྲོགས་ནི་གི་གི་དཔེ་དེ། རྒྱལ་དབང་ཀུན་བྲལ་གྱིས་བསྲིངས་པ་ལ། རྩལ་དབང་སྒོང་ནི་ཀུ་ཀུ་ཁོ་ན་དངོས། འདོད་པ་མེད་བཞིན་དུ་མེད། ཕུ་ནི་ཀུ་ཀུ་དུ་ནི་རྒྱལ་དབང་ཀུན་བྲལ་གྱིས་བསྲིངས་པར་ལོག་འོད་དུ་དགོངས་པ། རྫུ་ཡོར་བ། དེ་འདྲ་ཀུ་ཀུ་བསྟན་ཅི་རེད། དེ་ཙམ་སུ་མ་ཟད་ད་ལྟ་རྒྱ་གར་ལ་ཡོང་དུས་གཞུག་ན། བོད་པ་ཚོ་ནང་ཁུལ་གྱི་ཆབ་སྲིད་ནག་པོ་ནོར་ལ། ག་དུས་ཡིན་པ་ཡིན་ནའང་ཁོ་རང་གི་ཐེ་གཏོགས་བཞག་གི་ཡོད་རེད། དེ་ཙམ་སུ་མ་ཟད། ཁོ་རང་གི་སྒུག་རྒྱུའི་ནང་དུ་ལ་ཡིན་པས་ན་བོ་དོང་ལ་སེམས་ཁྲལ་བྱེད་དགོས་ཡོད་མ་རེད། ལྷ་མ་ཀ་རེ་ས་ཡ་གཅིག་ལྷག་ཅིག་སྤོ་ལ་གཏོང་ནི་གི། རྒྱ་ནག་ལ་དམག་རྒྱག་བྱེད་ཀྱི་ཡོད་དེ་འདྲའི་གོང་ནས་སྐད་ཆ་བཤད་པ་དེ་འདྲ་བགྱིས་བ། བོད་པའི་སྤྱི་ཚོགས་ནང་ལ་ཡོངས་གྲགས་དེ་འདྲ་སྐད་ཆ་བཤད་ཀྱི་ཡོད་རེད། ད་ལྟ་གནས་མཆོག་སྐུ་ཐང་ཡིན་པས་ན། དྭང་བླངས་མི་མང་ཟེར་དེ་ལ་རྒྱབ་སྐྱོར་བྱ་གི་འདུག་དྭང་བླངས་མི་མང་ཟེར་ན་སུ་རེད་ཟེར་བས་ན་སྤུ་འཇོ་བསྟན་འཛིན་དང་ཉུ་སྒྲ་ཅན་ངོས། བུ་ཐུགས་རྗེ་གཉིས་ཀྱི་ཚོགས་པ་རེད། ཁོ་རང་གཉིས་ཀྱི་ཡིན་པ་ཡིན་ན་ཆོས་རྒྱུད་ཀྱི་སྐྱེས་ཐིག་དེ་ཚོ་དག་མེད་པ་གཏོང་དགོས་ཀྱི་འདུག་རྩ་མེད་གཏོང་དགོས་ཀྱི་འདུག་ཟེར་མཁན་གྱི་དེ་རེད། དེ་ཙམ་སོང་མ་ཟད་ཁོ་རང་གཉིས་ཀྱི་ཡིན་པ་ཡིན་ན། རང་བཙན་རྩོད་མཁན་གྱི་སྐྱེས་ཐིག་དེ་ཚོ་ཡིན་པ་ཡིན་ན། འགྲིག་གི་མི་འདུག་གྲོས་མཚོན་ནོར་ལུག་ནོར་ཁུལ་གྱི་བསྡད་ན་འགྲིག་གི་མི་འདུག་ཟེར་མཁན་གྱི་མི་དེ་འདྲ་རེད་ཁྲིམས་ལ་བཞག་མཁན་ཟེར་མཁན་གྱི་མི་དེ་འདྲ་རེད། ཁོ་རང་གཉིས་ཀྱི་ཡིན་པ་ཡིན་ན། རྒྱ་ནག་གཞུང་དང་འབྲེལ་བ་ཡོད་པ། རྒྱ་ནག་གི་སྲོག་ཉེན་བ་དང་འབྲེལ་བ་ཡོད་པ་དེ་ཁོ་རང་གཉིས་ཀྱི་ཁ་ནས་སྐད་ཆ་བཤད་རྒྱུར་དང་ང་ཚོས་སྐད་ཆ་བཤད་རྒྱུར་མ་དང་ཁོ་རང་གཉིས་ཀྱི་ཁ་ནས་ང་རྒྱ་ནག་གི་སྲོག་ཉེན་བ་དང་འབྲེལ་བ་ཡོད། རྒྱ་ནག་གི་ཏང་སྲིད་དམག་སྲིད་ནག་ལུགས་ནས་ལས་ཀ་ལས་མཁན་ཡིན་ཟེར་ནས་ཕུ་བོ་སྟོད་རྒྱལ་ཟེར་དེ་དངོས་སུ་སྐད་ཆ་བཤད་ཡོད་པ་རེད། ད་ག་ནང་ཡིན་དུ་པོ་འཇོན་བསྟན་འཛིན་ཡིན་པ་ཡིན་ན་ཁོ་རང་རྒྱ་མིའི་སྲོག་ཉེན་བ་དང་འབྲེལ་བ་ཡོད་ཟེར་ནས་ཁོ་རང་སྐད་ཆ་བཤད་ཡོད་རེད་དེ་འདྲ་གི་མི་ཉིད་རེད་ད་དེ་ལ་ད་ནས་འཇུག་སྐུལ་བསྩལ་དགོས།

མི་ཡིན་གྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་འདི་སྐྱིན་ཚབ་དེ་མང་གཙོའི་རྒྱལ་ཁབ་ཚང་མ་ལ་ཡོད་རེད། འཇར་མི་ནི་ནང་འདྲ་གི་འདུག་ཨ་རི་ནང་འདྲ་གི་འདུག་ཚང་མ་ལ་ཡོད་རེད་ཡེ་ཤི་ཡའི་ཆབ་སྲིད་པ་གི་མི་དེ་ཚོ་ཤི་ཆེན་པོ་ཞིག་གྱི་རེད། ཡིན་པ་ཡིན་ནོ་ད་ལྟ་གཞུང་གི་ནིང་ག་ཅན་གི་ལས་ཀ་མང་པོ་ཞིག་ཅིག་ནིང་ཕྱོགས་ཀུན་ཐད་ལ་སྐད་ཆ་འདྲི་གི་འདུག་འདི་ཚོ་རྩ་བ་ཉིད་ནས་འདྲི་གི་ཡོད་མ་རེད་འདི་མང་གཙོ་གི་འགྲོ་ལྡོག་དང་འགའ་འདི་ཡོད་རེད་སྤྱི་ཚོགས་ཉན་པ་གི་ལས་པ་ཉན་པ་ལྷག་ཨང་རེད་ལུས།

དེ་འདྲ་ཡིན་པ་སོང་ཙང་རྒྱ་ནག་གི་ཆེད་དུ་ལས་ཀ་ལས་མཁན་རེད་ཁོ་རང་ཚོས་འོས་མི་ལམ་ནག་པོ་ཚོགས་པ་དེའི་སྐད་ཆ་ག་རེ་ཞིག་གི་ཡོད་རེད་ཟེར་པ་ཡིན་ན་རྒྱ་ནག་ལ་གནོད་པ་གི་སྐད་ཆ་ཚིག་གཅིག་ག་བཤད་ཆོག་གི་མེད་ཟེར་གྱི་ཡོད་རེད། རྒྱ་ནག་ལ་གནོད་པ་གི་སྐད་ཆ་ཚིག་གཅིག་ག་བཤད་མི་ཆོག་པ་དང་རྒྱ་ནག་ལ་སྡུག་པ་གི་རྒྱ་ནག་ལ་ཕོག་པ་གི་ལས་ཀ་གཅིག་ག་ལས་མི་ཆོག་པ་དང་ལས་འགུལ་སྤེལ་མ་ཆོག་པ་ཡིན་ན་ད་ནི་ང་ཚོས་ལས་འགུལ་ཁག་ཁུར་ཅིག་སྤེལ་ཡ་ཡོད་མ་རེད། སེམས་ཀྱི་དེ་དྲན་དེ་ཚོའི་བརྩི་སྲུང་བྱེད་རྩ་བ་ཉིད་ནས་ཡོད་མ་རེད་དེ་རྒྱ་ནག་ལ་རྩ་བ་ཉིད་ནས་འདོགས་པ་ཡོད་ཀྱི་ཡོད་མ་རེད་རྒྱ་ནག་ལ་ཕོག་གི་ཡོད་རེད་བོད་པ་ཟེར་ནས་ལ་རྒྱ་ཟིན་པ་དེ་ཡང་རྒྱ་ནག་མང་པོ་དགའ་གི་མི་འདུག་རྒྱ་ནག་ལ་ཕོག་གི་འདུག་བོད་ཡིག་བེད་སྤྱོད་བཏང་པ་དེ་ཡང་རྒྱ་ནག་ལ་ཕོག་གི་ཡོད་རེད་དུ་ཚང་མ་འོག་མིན་པ་དང་རོགས་པ་དེ་འདྲ་གཏོང་པ་ཡིན་ན་དེ་ནས་བོད་པ་དང་རྒྱ་མི་ཆ་མ་ཞེས་གཞན་པ་བཀག་འགོག་བྱེད་ཀྱི་ཡོད་མ་རེད་པ་དེ་འདྲ་དབུ་མི་ལམ་ནག་པོ་ཚོགས་པ་དེ་རྒྱ་ནག་གི། རྩ་བའི་དགོས་མཁོ་སྒྲུབ་མཁན་གྱི་འོས་མི་ལགས། རྒྱ་ནག་གི་རྩ་བ་གི་དགོས་མཁོ་སྒྲུབ་མཁན་གྱི་འོས་མི་ལགས་རེད་མ་གཅིག་ང་ཚོ་བོད་པ་གི་འོས་མི་ལགས་མ་རེད། སྐུ་མདུན་གྱི་གཏན་ལ་ཕབ་པ་འོས་མི་ལགས་ད་མ་རེད། འདི་གཉིས་ལ་དབྱེ་བ་ཆེན་པོ་ཡོད་རེད་ཡིན་པ་ཡིན་ནའོ་ད་ལྟ་ནིང་ཆུང་སྐུ་མདུན་དེ་ལ་དབྱེ་བ་ཤེས་མི་འདུག་བ་འོ་དེ་འདྲ་ཡིན་པ་སོང་ཙང་དེ་དབྱེ་བ་དེ། དེའི་རྗེས་མི་གཉིས་ཀྱི་སྤོབས་པ་དེ་ཚོས་ངོས་ཟིན་དགོས་པ་དེ་གལ་ཆེན་པོ་ཞིག་རེད་གང་ཡིན་ཟེར་བས་ན། ནན་ཅུང་སྐུ་དོན་དེ་ད་ལྟ་རྡོག་རྡོག་འུར་ཤུགས་ཀྱིས་ལ་ལྷོང་འདུག་སྐད་ཆ་རྩ་བ་ཉིད་ཀྱི་དྲང་མོ་བཤད་མཁན་མི་འདུག། ནན་ཅུང་སྐུ་དོན་གྱི་ལོ་རྒྱུས་སྒང་ནས་གང་ཡིན་པ་ཡིན་ནའང་ལོ་རྒྱུས་ཡག་པོ་མེད་པར་རྒྱལ་བ་རིན་པོ་ཆེ་སྐུ་མཁྱེན་གཅིག་སེམས་པ་སྟོང་པ་གྱི་ནག་ཉེས་ཡོད་མཁན་གྱི་དེ་འདྲ་གི། སྐུ་བསྟན་བྱེད་ཀྱི་ཡོད་རེད། ཅི་སྟེ་སྐུ་འདི་ཁོ་རང་དགོངས་པ་ཡིན་ན་ཡང། སྲུང་མ་དེ་ཚོ་ལ་བཀའ་ལུང་ཞུ་ཡ་སྟེ་ཅི་སྟེ་སྐུ་འདི་ཁོ་རང་ཡིན་པ་ནི་ཁོ་རང་གི་མཐུན་འདུག་མེད་པ་དེ་གསལ་བོ་གསལ་རྐྱང་རེད་ཤག། སོ་སོའི་ལས་པ་སོ་སོས་བེད་སྤྱོད་གཏང་དགོས་རེད་ཟེར་ནས་སྐུ་འདི་གི་ཡང་ཟེར་ཡང་ཟེར་གསུང་གི་འདུག་གསུང་གི་གསུང་གི་ལ་ཡང་ད་ལྟ་དགའ་ལྡན་ཕོ་བྲང་གི་ཡང་དེ་བསྐྱར་དུ་ནན་ཆུང་སྐུ་བསྟན་དེ་ཚོའི་ཁྲི་ནས་ཡོང་ནས་ལུང་བསྟན་བྱེད་ཀྱི་འདུག་ག། དེ་ཚོ་འོ་ཐང་དངོས་ཡོད་ཀྱི་སྐུ་མདུན་གྱི་བསྩལ་བ་གྱི་དགོངས་པ་དང་འགལ་ཡོད་པ་དེ་བརྒྱ་ཆ་བརྒྱ་ག་རེད་གསལ་བོ་སྲིད་སྐྱོང་རེད་སྐུ་མདུན་ཡིན་པ་ཡིན་ན་དེ་མཐུན་འདུག་མི་འདུག་ཡིན་པ་ཡིན་ན་དགའ་ལྡན་ཕོ་བྲང་གི་ལམ་དང་ལུས་ཤུགས་གཅིག་སྒང་ནས་ཀྱི་ནན་ཆུང་སྐུ་རྟེན་དེ་ཚོའི་མ་མཐུན་ནས་ཡོང་ནས་ཀྱི་ལུང་བསྟན་བྱེད་ཀྱི་འདུག་སྤྱི་བཏང་ཆོས་ཕྱོགས་སྒང་ནས་ཀྱི་བྱས་ན་འགྲིག་འདུག་ཡོད་རེད་ཆབ་སྲིད་སྒང་ནས་ཀྱི་དེ་འདྲ་ཞིག་བྱས་པ་དེ

མཐུན་པ་ཡིན་ན་དེ་ནས་ཁོ་རང་ཚོ་གཏན་ལ་ཕབ་ཀྱི་ཡོད་རེད་དགའ་ལྡན་ཕོ་བྲང་གི་གཏན་ལ་ཕབ་པ་གྱིས་སྐུ་མདུན་གྱི་རྩ་བ་ཉིད་ཀྱི་མ་རེད་གསུང་ཡག་གི་ལམ་དུ་ལུས་ཤུགས་ཡོད་བ་མ་རེད་དཀའ་སེ་དེ་འདྲ་གསུང་པ་ཡིན་ན་སྐུ་མདུན་ཁོ་རང་གི་གཞུང་ལ་ངོས་ལྐུགས་ཤིང་ཁྱད་ཆགས་དེ་ཡོད་རེད་དེ་འདྲ་ཡིན་པ་སོང་ཙང། སྐུ་མདོག་གི་དགའ་ལྡན་ཕོ་བྲང་གི་མཐའ་བསྐྱེད་པ་ཅི་མ་རེད་རྩ་བ་ཡིན་གི་གསུང་དུ་སྐྱེ་བ་མ་རེད་ག་ཟེར་གསུངས་པ་ཡིན་ན་དེ་དེ་ལམ་དང། ལུས་ཤུགས་སྒང་ནས་གི་གི། དཀའ་ངལ་འཕྲད་དུ་ཡོད་རེད་ང་ཚོ་དེ། བཅའ་ཁྲིམས་དཀའ་ངལ་འཕྲད་ཟེར་གྱི། Constitutional Crisis ཟེར་གྱི་འུ་ནི་དྲང་བདེན་གི་དེ་ཆགས་དུ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་སྐུ་མདོག་གི་གསུང་དུ་སྐྱེ་བ་མ་རེད་སྐུ་མདོག་སྐྱིད་པོ་མ་རེད། ཨེན་ཀི་ལན་ཏོན་ཡིན་པ་ཡིན་ནའང་ཡིན་གྱི་ཡིན་གྱི་རྒྱལ་པོ་སྲིད་སྐྱོང་གི་ཐག་བཅད་པ་དེ་རྒྱལ་པོ་གང་མ་རེད་རྩ་བ་ཡིན་གྱི་གསུང་ཐུབ་ཀྱི་ཡོད་མ་རེད། གསུངས་པ་ཡིན་ན་ཁོ་རང་ཚོའི་འགྲོ་སྟངས་གི་དཀའ་ངལ་འཕྲད་དུ་ཡོད་རེད། ཀུན་འདུས་ཡིན་པ་ཡིན་ན་དགའ་ལྡན་ཕོ་བྲང་དེ་ཁོ་རང་གི་གཞུང་ཆགས་དུ་ཡོད་རེད་ཁོ་རང་ད་ཀུན་འདུས་རུ་བ་དེ་འདྲ་ཡིན་པ་སོང་ཙང་ཀུན་འདུས་ཁོ་རང་ཁོ་རང་གི་གཞུང་ལ་ད་དགའ་བ་ཡོང་ཐུབ་ཀྱི་མ་རེད་བ་ཡོང་པ་ཡིན་ན་འགྲིག་གི་ཡོད་མ་རེད་ཡོང་པ་ཡིན་ན་ངེད་མ་དེ། རྒྱལ་བ་ངག་གི་ཡོངས་སུ་རྒྱལ་བ་ཚངས་རྒྱམ་ཚོ་དེ་འདྲ་བྱས་ནས་གི།